དོན་ཡང་དེ་ནི་ཉོན་མོངས་དྲག་པོ་དང་དེ་ནི་རྒྱུན་མ་ཆད་པ་དེ་གཟུགས་ཀྱི་དེ་ནི་ལུས་དང་ངག་ཡིད་ཀྱི་དེ་ནི་གནོད་པ་བཅུ་གང་ཚང་མ་དེ་ནི་ད་ང་དང་བཤགས་སྡོམ་བཅོལ་ཟེར་སྟེང་པོ་ནི། དེ་ནི་ང་དང་ཅི་ནོག་ཞོ་སྙམ་པོ་དེ་ནི་སྡིག་པ་མ་བཤགས་ཨ། དེ་ནི་ད་ཤི་སོང་བ་ཡིན་ན་ནི་དེ་ནི་བདེན་པའི་རང་ད་ང་དང་མ་དེ་ནི་འཁོར་བའི་ནང་སྡུག་བསྔལ་དྲག་པོས་མྱོང་དགོས་ཤ་ནོག་བསམ་པའི་བསམ་པ་དེ་ནི་སྙིང་ཨ་ཅིག་བསལ་བ་ཡིན་ན་བདེན་པའི་རང་དེ་ནི་སྙིང་ཨ་སྙིང་གཟུགས་ཡོངས་ཆགས་ཅན་གྱི་ནོག་པ།

དེ་ནས་ངན་སོང་གི་སྡུག་བསྔལ་ཚེ་གང་པོ་དེ་ནི་ང་དང་ལྡན་པས་ན་དེ་ནི་བསམ་ན་ཡང་དེ་ནི་བསམ་ཡུལ་ལས་འདས་པ་ཟད་ནོག་པ། བསམ་མི་ཤེས་ཤིང་དེ་རིང་ང་དེའི་དེ་ནི་སྡུག་བསྔལ་ལ་སང་དེ་ནི་རྒྱལ་ཐབས་སུ་སྟོང་དག་པས་དེ་ནི་སྡུག་བསྔལ་ཆེ་ཡོད་ཞེས་དེ་ནི་བ་ལ། དེ་ནི་སྡིག་པ་ནི་ང་དང་མང་པོས་བྱོས་སྟེ་སྡིག་པ་ཁྱེར་མ་ཤ་ག་ཤི་སོང་བ་ཡིན་ན་ཞེས་དེ་ནོག། བདག་ནི་སྡིག་པ་མ་སྦྱང་བར་བྱོས་སྙམ་པོ་བ་ལ་ཕྱག་སྤེལ་ཀུ་རིའི་ནང་ལོགས། བདག་གཟེགས་པོ་ང། དེ་ནི་ངས་སྡིག་པ་མ་སྦྱང་བར་ཟད་ན་སྡིག་པ་བྱོས་སྐམ་པོ་མ་ཤ་ག།

སྡུག་བསྔལ་བས་མྱོང་དགོས་པ་ཡིན་ན་ནི་དེ་ནི་བཟོད་ཐུབ་བྱ་བྱེད་ཀྱི་མ་ནོག་པ་འདག་ས་ང་དང་ཚེར་མའི་སྡུག་བསྔལ་གཅིག་དེ་ནི། ཚེར་མ་ཟུག་པའི་སྡུག་བསྔལ་གྱིས་མྱོང་མ་ཐུབ་ན་གཞན་པ་ལ་ག་ནས་མྱོང་ངེས། དོ་དང་པོར་དང་མི་གཅིག་གིས་དེ་ནི་ཁ་ངན་ཚིག་ངན་གྱིས་ཟེར་བ་ཡིན་ན་སྟོད་ལ་བརྩམས་ཤིང་སྡུག་བསྔལ་ཡོང་རག། དེ་ནི། ལུས་སྣ་ཅང་གནོད་པས་མེད་ཀྱང་སྲིད་རིབ་ཨ་སྔོ་ཆོག་པོ་ནས་དེ་ནི་ཁ་ནས་ཟེར་བྱ་གཅིག་པོ་ནོ་ཐུག་ནི་ཐུག་བ་མིན་ནོ་སྟོད་ལ་སྡུག་བསྔལ་གྱིས་མྱོང་བ་ཡོད་པ་ཡིན་ན། དེ་ནི་གཉའ་ལོའི་སྡུག་བསྔལ་བས་དེ་ནི་ང་དང་བཤད་མི་བྱ་བྱེད་ནི་དེ་ནི་བཟོད་གླགས་མེད་པ་བཞིན་ནོག་པ།

ན་དང་མི་ན་ཀུན་གྱིས་ཀྱང་གློ་བུར་ཚེ་ལ་ཡིད་མི་རྟོན། ཟེར་རེ་དེ་ནི་མ། ཚིག། ལྡེ་མིག་ཙོག་ཤི་ཟེར་ན་འདྲ། འཇིགས་སྣང་ཟེར་ན་འདྲ། དེ་ནི་རྩ་ཆེ་མིག་ཟུང་དུ་ག་ལ། ཡོད་ཅེས་གསུང་བ་ཚེ་དེ་ནི་འོང་ཟེར་སྙམ་པོ། ཚིག་རྟགས་མེད་ཀ་ཅིས་ཞུས་སྐྱར་ཞོག་སྙམ་པོ་དེ་ནི་ང་དང་སྡིག་པ་མང་པོས་བཅོས། དེ་ནི་སྡིག་པ་མ་བཅོས་སྡིག་པ་མ་བཤགས་ཀ་དེ་གཟུགས་ཀ་དེ་ནི། ཤི་མ་ནོག་བསམ་ན་ཟན་བྷ་ལ།

ཇི་ལྟར་ནི་ཡིད་བརྟན་མི་རུང་འཆི་བདག་འདི་ཞོ་སྙམ་པོའི་བདེན་པའི་རང་ཡིན་ན་ཡིན་ནོ། པ་འཆི་བདག་ཡོངས་བཅས་སུ་བོར་གླིང་དེ་ནི་ང་དང་གཏན་འབེབས་ཅང་མེད་ཀྱང་ནམ་ཡོང་ངེ་ནམ་མ་ཡོང་སུ་ཅིས་ཟེར་ཐུབ་པ་མིན་ནོ། དོ་གསུངས་པ་ཟེར་ནི་བྱེད་དང་མ་བྱེད་མི་འདོད་པས་ཟེར་ཀུན་པོ་ཅི་ཞུས་ཟེར་ནོ་ཞོ་སྙམ་པོ། དེ་ནི་འཆི་བདག་ཡོང་བ་ལ་ཤི་བཅས་སུ་ཡོང་བ་ལ་ནི་ཉེ་རང་སྡིག་པ་བཤགས་སྡོམ་གཅོད་སོགས་མ་བྱོས་སོགས་དེ་ནི་བདག་མ་ནོ་སྡུག་བ་མ་ནོ། ད་ངེད་རང་སྡིག་པ་བཤགས་མ་ཚར་ཤོག་སོགས་ཟེར་རེ་ནི་ཤི་ཆ་སོ་མ་ཡོང་འདུག་ག་མ་ལོགས་སོ་ངེད་རང་སྡིག་པ་དེ་ནི་བཤགས་ཚར་སོགས་ཟེར་རེ་ཤི་ཆ་སོ་ཡོང་བྱ་ཤེས་ཀྱང་མེད་ཀྱང་སུ་བྱེད་ཀྱི་དེ་ནི་ཟེར་ཤེས་ཟེར་མ་ནོར་ཞེས་བསྟན་ནོ། བྱེད་དང་མ་བྱེད་མི་འདོད་པས། དེ་ན་གཙོ་ཧ། དེ་ནི་ཤི་ཆ་སོ་ཡོང་བ་ལ་ནི། ད་ངེད་རང་དེ་ནི་ང་ལ་གཟུར་མོ་ཡོང་བཅུག་ཟེར་དེ་ནི་ཤི་ཆ་སོ་ཡོང་བྱ་ཟེར་ཀྱང་མེད་བསྟན་ནོ། ཞེས་བསྟན་ནོ་ཨ་ལ།

མེད་ན་ཡང་ཤེས་བྱ་ཡོད་ཀྱང་གཟུ་མོ་ཡོད་ན་ཡང་མ་ཤེས་ལུས་བྱ་ཡོད་ཀྱང་ཟེར་ནོ། དོ་གསུངས་པའི་ཟེར་ནི་གློ་བུར་ཚེ་ལ་ཡིད་མི་རྟོན་གསུང་བ་ཟེར་ཏེ་ནོག་པ། དེ་ནས་བདག་སང་ང་འདི་ཚེ་བོ་ཁྱེད་རེ་གློ་བུར་བ་རྫོགས་བཞིན་ནོ་ཞེས་ཟེར་ཏེ་ནོ་ང་ལ་གློ་བུར་བ་ཟེར་ནི་གནས་སྐབས་རྫོགས་བཞིན་ནོ་མ་གཏོགས་དེ་ནི་གཡུལ་ལ་བཅངས་དེ་ནི་ང་དང་གཡུལ་རིང་པོའི་བར་དུ་འདུག་ག་ནོ་ལོ་བརྒྱ་ཚུད་པར་འདུག་ག་ནོག་དེ་ནི་ང་དང་བདག་ས་སྤང་མང་པོ་གཅིག་གིས་འདྲེས་ག་ནོག་ང་ལ།

ད་དེ་ནི་ང་རང་ཚེ་བཟང་དུས་བཟང་གི་སྤྱི་ལུགས་འདི་བསྟན་འདུག་པ་ཡིན་ན་ནི་དེ་ནི་ནམ་ཞིག་འབད་ཐག་ཁོ་ན་མི་བསྐྱལ་ག་ལ་ལྟོས་སོང་བ་ཟེར་ནས་དེ་ནི་ཆོས་ཟེར་མཁན་པོ་དེ་ནི་ནམ་ནམ་ཁྱོད་ན་ཁྱབ་པ་མི་བསྐྱལ་ལྟོས་འདག་ས་མྱུར་བ་ཉིད་དུ་དེ་ནི་ང་དང་ཅོག་གོ་ཞབས་སུ་ཁག་ཆེན་མོ་སོང་ཟེར་ནོ་ང་ལ་སྡིག་པའི་ཤགས་པ་ཡིན་ན་ཤགས་དུམ་བུ་འདག་ས་རང་དེ་ནི་སྡིག་པ་ཤགས་དུམ་ཅོག་གོ་ཞབས་སུ་ཁག་ཆེན་མོ་སོང་ཟེར་ནོ་མ་གཏོགས་དེ་ནི་ད་ངས་སྡིག་པ་ཤགས་ལ་དེ་ནི་ག་རེ་དུས་ཚོད་ཀྱི་རྒྱ་ལས་མི་འདུག་ཨ་ནི་ད་ང་སྡིག་མ་དེ་ནི་ལོ་བརྒྱད་ཅུ་དགུ་བཅུའི་སླེབས་སྲིད་དེ་ནི་ང་དང་ཤགས་ག་ཟེར་རེད་དོ་དེ་ནི་ང་དང་ཅང་གང།